ཚིག་ལ་བསྟོད་དགོས་ཀྱི་རེད་ཚིག་དེ་མེད་ན་འགྲིག་གི་མ་རེད། དོན་འཛིན་ལ་ཚིག་མི་འཛིན་པ། བརྡ་མ་སྤྲོད་པར་འཛིན་པ། ད་བར་ནི་ཚོས་གཅིག་གསུངས་བ་རེད། འགྲེལ་བཤད་རྒྱབ་རྒྱུ་གང་ལ། སོ་སོས་གོ་སླ་མ་གོ་ཆ་ཨ་དེ་འདྲས་ཡིན་ས་རེད་བསམ་ནས་ལོག་པ་ཅིག་སེམས་ཀྱི་ནང་ལ་འཛིན་པ་ཡིན་ན། བརྡ་མ་སྤྲོད་པར་འཛིན་པ་ཡག་པོ་མ་རེད། གོང་འོག་ནོར་ནས་འཛིན་པ། ཨང་དང་པོ་གར་བྱུང་སྦྱིན་པ་ཚུལ་ཁྲིམས་བཟོད་པ་ཚུལ་ཁྲིམས་ཕར་ཕྱིན་དྲུག་པོ་དེ་དང་པོ་སྦྱིན་པ་རེད་དེ་ནི་ཚུལ་ཁྲིམས་རེད་དེ་ནི་བཟོད་པར་འདུག་ཟེར་རིམ་པས་ཕྱིན་དྲུག་གོ། དེ་མེད་པ་བཞིན་དང་པོ་ཚུལ་ཁྲིམས་དེ་ནི་སྦྱིན་པ་གཟུགས་ཚུལ་ལམ་ནས་གོ་ནོར་འཁྲུགས་པ་རེད་གོ་རིམ་འཁྲུགས་པ་རེད། འོ་དེ་འདྲའི་བྱས་ནའི་འགྲིག་མ་རེད་དེ། གོ་རིམ་མ་ནོར་བ་གོ་གི་རེད་བྱ་རྒྱུ་སྤྱོད་རྒྱུ་རྣལ་འབྱོར་རྒྱུ་དེ་རྒྱུ་དེ་བཞི་པོ་དེ་ཚོ་ཡང་གོ་རིམ་མ་ནོར་བ་བྱས་ནས་བཞག་གོ་གི་འདུག་བ། ལོག་པར་འཛིན་པ་རྟག་ཏུ་སེམས་ཅན་བསད་ན་སྡིག་པ་ཡོ་ར་འདྲ་ཟེར་བའི་བར་ནའོ་སེམས་ཅན་བསད་ན་དགེ་བ་ཡོ་རེ་ཟེར་འཛིན་པ་ཡིན་ན་ད་སྡིག་པ་ལོག་པར་འཛིན་པར་ཐལ་ཕྱིན་ཅི་ལོག་རེད། འོ་དེ་འདྲའི་བྱེད་པ་དེ་གལ་ཏེ་སྔར་མི་འཛིན་པ་ལྔ་པོ་དེ་སྤང་དགོས་པོ་རེད་དེ་ཡང་ཀུན་སྤྱོད་རེད་དོ་སྤྱོད་ལམ། དེ་ཡང་ཚིག་སྙན་སྙན་ལེགས་ལེགས་རེ་བྱུང་ན་དེ་ཉིད་ཆེད་དུ་འཛིན་ཅིང་དོན་ཟབ་མོ་རྣམས་ལ་རྟོག་དཔྱོད་མི་འཇུག་ན་བྱིས་པ་མེ་ཏོག་བཏུ་བ་དང་འདྲ་སྟེ། ཚིག་གིས་ན་ཡེ་སེམས་ལ་ཕན་མི་ཐོགས། ད་དོན་དག་འདིར། དང་པོ་འདི་ག་རེད་དོ། ཚིག་འཛིན་ལ་དོན་མི་འཛིན་པ། ཚིག་འཛིན་ལ་དོན་མི་འཛིན་པ་ཟེར་འདུག་དེ་འདྲའི་རེད་མ། དཔེར་ན་ང་རང་བསམ་བཏང་གིས་ན། ཚིག་སྙན་པོ་དེ་འདྲ་ཡོད་ན་ང་དཔེ་དགའ་པོ་ཡོད། དཔེ་སེམས་ལ་ལ་བཞག་ཡག་པོ་དེ་འདྲའི་བློ་ལ་སྒྲོ་བོ་ཡོད་མ་རང། རེད་དེ་ནི་འདི་ཡག་པོ་རེད་མི་འདུག་ཚིག་སྐམ་པོ་གཅིག་པོ་ཞིག་དོན་ལ་བསམ་བློ་མ་བཏང་ན། དོན་ལ་བསམ་བློ་བཏང་དགོས་རེད་གཟིགས་ཡོར་དང། ད་ཚིག་དེ་སྙན་ཚིག་སྙན་སྙན་ལེགས་ལེགས་རེ་བྱུང་ན། ཚིག་སྙན་པོ་ལེགས་པོ་ཡག་པོ་ཞིག་བྱུང་འདུག་ག་ལ་ཨ་ཚེ་དེ་འདྲའི་ཡག་པོ་འདུག་ག། སམ་ཚིག་འདི་བློ་ལ་སིམ་པ་རེད། ཚིག་འདི་བློ་ལ་སིམ་ནས་ཚིག་འདི་ག་ནས་མར་ལབ་ཀིར་དོན་དག་ཅིག་གང་ཤེས་ཀི་ཡོད་མ་རེད། ཚིག་དེ་ལབ་ག་ཅིག་ཡོད་རེད། འདི་ལྟར་རྟོག་བཏགས་ཀིས་ལབ་ཀིར་བ། གནས་ཚུལ་གིས་ལབ་ཀིར་དག་ཚིག་སྐམ་པོ་ཅིག་དང། ལེགས་ལེགས་བྱུང་ན་དེ་ཉིད་ཆེད་དུ་འཛིན་ཞིང་དེ་སོ་སོའི་ཀི་ཆེད་དུ་བག་སེམས་རྣ་ལ་བཞག། དོན་ཟབ་མོ་ལ་རྟོག་དཔྱོད་མི་འཇུག་པ་དོན་ཟབ་མོ་དེ་ག་རེ་ཡིན་མེད་ལ། བརྟག་དཔྱད་དཔྱད་པ་ཙམ་ཡང་སྒྲོག་ཀིར་བྱེད་ཐུབ་ཀི་ཡོད་མ་རེད་གསུངས་ཡོད། རྟོག་དཔྱོད་ཟེར་ནས་ཁོའི་དོན་ལ། རྣམ་རྟོག་ག་རེ་བཤད་དགོས་འདུག་ཁོའི་དོན་དུ་དཔྱད་པ་བྱེད་དགོས་རེད་ཨ་ཙེ། ཚིག་སྙན་པོ་དེ་འདྲས་ཀྱི་ལབ་སོ་དོན་དག་ག་རེ་གོ་རྒྱུ་འདུག་ག། དོན་དག་འདི་ག་འདྲས་རེད་དོ་ཕན་ཐོག་ཆེན་པོ་འདུག་ག་མི་འདུག་དཔྱད་པ་བྱེད་དགོས་རེད་པ། འོ་དེ་དཔྱད་པ་གང་ཡང་མ་བྱས་པ་ཅིག་གཡུག་བཞག་པ་ཡིན་ན། བྱིས་པ། བྱིས་པ་མེ་ཏོག་བཏུ་བ་དང་འདྲ་སྟེ། སྤུ་གུ་ཆུང་ཆུང་དེ་ཚོ་ལ་དཔེར་ན། བུ་ཆུང་ཆུང་དེ་འདྲས་ད་ལོ་གཅིག་གཉིས་དང་ཞེ་དྲག་མནོ་བསམ་གཏང་རྒྱུ་ཞེ་དྲག་མེད་དེང་གི་མེ་ཏོག་ཡོད་ས་དེ་དང་མི་ཚང་མས་ད་མེ་ཏོག་དེ་རྩ་ཆེན་པོ་བཞི་བོ་བརྩིག་གི་དཔེར་ན་སྦྱིན་བདག་དེ་ང་ཡིན་པ་ཆ་ཤག་མེ་ཏོག་ལ་ང་བཞི་བོ་བརྩིག་གི་ཡོད་ད་མེ་ཏོག་དེ་ལ་མི་གཅིག་གི་ལྟས་ས་གཅིག་སྡུག་ཅག་ལབ་ནས་ང་བརྩིག་པ་བསགས་ཡོད་དེ་འདྲས་ཀྱི་དོན་ན་སྤུ་གུ་ཆུང་ཆུང་དེ་ལས་དེ་སྤུ་གུ་ལ་རྣམ་རྟོག་ག་རེ་ཡོད་རེད་སྤུ་བདུན་དེ་ལས་དེ་མེ་ཏོག་གྲགས་སུ་བསྐོ་བཞག་རོ། བསྐོ་སོང་ན་མེ་ཏོག་བ་གི་གཞི་འགྲོ་དགོས་བ་སྐམ་འགྲོ་དགོས་བ་འོ་དེ་འདྲས་ཀྱི་ཁོའི་རྣ་བ་རྟགས་དཔྱད་པ་གས་ཡོད་མ་རེད་དེ་ནས་རྡོ་ཨུས་བ་གའི་མེ་ཏོག་དག་རང་བཞག་འདུག་བཞག་གི་མི་མང་པོ་མཐོང་གི་རེད་མི་མང་པོ་མཐོང་སོང་མི་མང་པོ་གི་སེམས་ནང་ལ་བདེ་བ་ཡི་སྤྲེལ་གི་ཡོ་དེ་དགེ་བ་བསགས་གི་འདུག་བ་འོ་དེ་འདྲའི་བསམ་བློ་མ་བཏང་བ་ཅིག་ད་ཁོ་ལ་ཆུ་དྲ་ལུག་རྒྱུན་རིང་པོ་དེ་བསྡད་སོང་མི་མང་པོ་ལ་ཕན་ཐོག་གི་འདུག་བ་འོ་དེ་འདྲའི་བསམ་བློ་མ་བཏང་ཅིག་པུ་གུ་ཤིན་ཅོ་དེ་དེ་བསམ་བློ་ཁུག་མ་རུ་བ་སྐད་ཅིག་གཅིག་ལ་བ་གའི་སོང་བཞག་དེ་སྙིང་གཅིག་པོ་འདུག་ག་བསམ་ལམ་སར་གྲགས་ལྟོ་བཞག་ཙི་ཡས་དེ་ག་རེད་ཟེར་ཚིག་སྐམ་པོ་ཅིག་གཅིག་པུ་ལ་ཚིག་སྙན་པོ་ཅིག་ལ་འགོག་གོ་དོན་དག་རེད་བསམ་བློ་མ་བཏང་བ་ཡིན་ན་པུ་གུ་ཆུ་འཇུས་གི་མེ་ཏོག་བཀོལ་བ་དང་གཅིག་པ་རེད་ཟུང། མེ་ཏོག་བཏུ་བ་དང་བསྡུ། སྒྲ་བཟླས་སོ། བཏུ་བ། དེ་འདྲའི་དེ། གར་སོགས་རེ་འབྲེལ་འབྱུང་གི་སྐད་ལས་བསྡུ་བ་མེ་ཏོག་འཐུ་ཤེས། འཐུ་བ། དེ་བོད་སྐད་རང་ལ་ཡོད་དེ་བཏུ་ཟེར་ཏེ་བ་ནི་སུ་གདུགས་སུ། བསྐོར་བ་ཟེར་ཏེ། འོ་དེ་ནི་སྒྲ་བཟླས་ཚིག་གི་ན་ཡེ་སེམས་ལ་ཕན་མི་ཐོག་ཚིག་སྐམ་པོ་ཅིག་ལ་དགོས་ཁོ། དེ་ནི་སེམས་ལ་གལ་ཕན་པ་གལ་ཡོང་གི་མ་རེད་གསུང་བས། དེ་འདྲ་ཚིག་འཛིན་ལ་དོན་མ་འཛིན་ན་དེ་ཡང་ཡག་པོ་མ་རེད་མི་འཛིན་པ་རེད། ཡང་དེ་ནི་ཤེས་པ། མི་ལྡོག་ལ་ཤེས་པ་ནི་ཚིག་གི་རོ་ཡིན་པས་དེས་ཅི་བྱ་སྙམ་སྟེ་ཁྱད་དུ་བསད་ནས་དོན་ཟབ་མོ་སྦར་ཟིན་བྱས་ཀྱང་ཚིག་ལ་མ་བརྟེན་པ་དོན་མི་འབྱུང་བས་ཚིག་དོན་ཡ་བྲལ་ཟེར་བ་དེ་ཡང་ཚིག་འདི་ཚིག་མི་འཛིན་ལ་དོན་འཛིན་མཁན་ཚིག་སྐམ་པོ་ཅིག་ལ་ད་ཁོ་ཁྱོད་ནི་སྣང་ཆུང་བཏང་གི་ཡོད་ཚིག་རྫིག་པོ་དེ་འདྲ་ལོས་ག་རེ་ཧ་ལས་ཡོད་དོན་དག་འདི་བསམ་བློ་བཏང་དགོས་པ། ཚིག་འདི་ལ་ཡ་མ་བྱེད་གཡུ་བྱ་གིན་ན་ཚིག་ལ་མ་འདོད་པའི་དོན་སེང་གེ་དེ་ཡོང་ཨེ་ཡོད་མ་རེད་ཚིག་ལ་ལྟོས་དགོས་རེད་ཚིག་ལ་ལྟོས་ནས་དོན་དག་དེ་རྟོགས་དགོས་རུ་བ་རྒྱུ་མཚན་དེ་ཡི་ཕྱིན་ཚིག་དང་དོན་གཉིས་ཡ་བྲལ་སོང་རེད་ཡ་བྲལ་ནའི་འགྲིག་མ་རེད་མདོར་ན་ཚིག་གི་སྒོ་ནས་དོན་དག་རྟོགས་དགོས་རེད་ཚིག་དོན་གཉིས་ཟུང་དུ་འཇུག་དགོས་རེད་འོ་དེ་ལྟ་ཚིག་གི། ཚིག་གི་རོ་ཡིན། ཤེས་པ་ནི་ཚིག་གི་རོ་ཡིན་པས་གང་ནི་མ་སྐད་ཅིག་ཤེས་དུས་གང་ལ་གཉེན་པོར་རོ་ཞིག་ཤེས་ཀྱི་འདུག་ད་འདི་ཚིག་གི་རོ་རེད་འདུག་ཨ་ག་རེ་ཧ་ལས་ཡོད་རེད་ཅི་བྱ་སྙམ་སྟེ་ཁྱད་དུ་བསད་དེ་གང་ཡང་ཆོག་ཡོད་མ་རེད་བསམ་ནས་ཁྱད་དུ་བསད་བཟོ་བའི་སྣང་ཆུང་གཏང་གི་ཡོད་རེད་ཁྱད་གསོད་རྒྱག་གི་ཡོད་རེད་དེ། དེ་རྗེས་ནི་དོན་ཟབ་མོར་སྤར་ཟིན་བྱས་ཀྱང་དོན་ཟབ་མོ་ལྟོ་ཨའི་ཐབས་ཤེས་ལ་ཕ་ནི་སུ་སྤར་ཟིན་ཟེར་དུས་སྦ་ར་དེ་འདྲའི་ཚུལ་ནི་སུ་ཀོ་ཨའི་བསམ་བཏང་གི་དོན་ཟབ་མོ་དེ་ལྟོ་ཨའི་བསམ་བཏང་གི་ཡོད་རེད་དེ། ཚིག་ལ་མ་བརྟེན་པར་དོན་མི་འབྱུང་བས་ཚིག་དོན་ཡ་བྲལ། ཚིག་སྐམ་པོ་དེ་གཡུག་བཞག་ནས་ཚིག་སྙན་པོ་དེ་ཚོ་ལ་ཡང་མ་བལྟས་ན་འགྲིག་གི་མ་རེད། ཚིག་ལ་ལྟོས་དགོས་རེད། ཚིག་ལ་ལྟོས་ནས་དོན་དག་སྙིང་དོན་དེ་ག་རེ་ཡིན་པ་རྟོགས་ཐུབ་ཀི་རེད། དེང་སང་ཚིག་དེ་སྣང་ཆུང་དང་དེ་ནས་དོན་བཟང་མོ་དེ་འང་རྟོགས་དགོས་འདུག་བསམ་གི་ཡིན་ན་འོ་དོན་རྟོགས་གི་མ་རེད་གསུང་བ་དེ། གལ་ཆེ་ནི་ཚིག་དང་དོན་གཉིས་ཡ་བྲལ་བ་ཡིན་པ་ཞིག་ཁོ་གཉིས་གཉིས་ཟུང་དུ་འཇུག་དགོས་ཀི་རེད་དེ། གཡའ་སྤྲས་དྲང་ངེས་ལྡེམ་དགོངས་ཀྱི་གསུང་སྣ་ཚོགས་པ་རྣམས་ལ་བརྡ་མ་སྤྲོད་པར་གཟུགས་ན་ཚིག་དང་དོན་དུ་འཛོལ་ནས། ཡང་དག་པའི་ཆོས་དང་རྒྱབ་འགལ་ཟ་བ་འདི་རེད། ད་སྙིང་རྗེ་བོ་ད་འདི་དཔལ་མི་སྲིད་གཏིང་ཟབ་པར་ཡང། ཆོས། སངས་རྒྱས་ཀྱི་ཆོས་གསུང་ཚད་ཁང་པ་དེ་ཐམས་ཅད་དེ་གདུལ་བྱ་སོ་སོའི་བློ་དང་དབང་པོ་ལ་ལྟོས་ནས་གསུང་བ་རེད་སངས་རྒྱས་ཀྱི་ཆོས་དེ། སངས་རྒྱས་གསུང་ཚད་ཁང་པ་དེ་བདེན་པ་རེད། ཡིན་ན་ཡང་གོང་འོག་གི་ལྟ་དུས་གང་ལ་གོང་མ་དེ་ཚོའི་ལྟ་དུས་གང་ལ་འོག་མ་དེ་ཚོའི་གི་ཆོས་གསུང་བ་བཞག་པ་དེ་སྐྱོན་ཞིག་གཟིགས་ཀི་ཡོད་རེད་སྐྱོན་གཟིགས་པ་ཡིན་ནི། ད་གི་གི་གོང་ལ་ལྟོས་ནི་མ་གི་འོག་དེ་ལ་སྐྱོན་ཞིག་ཡོད་རེད་དེ་ཡིན་ནི་མ་གི་འོག་མ་དང་ལ་ལྟ་དུས་གང་ལ་སྐྱོན་ཡོད་མ་རེད་ཁོ་རང་ལ་པད་མ་གཟིགས་ཕན་ཐོག་ཆེན་པོ་ཡོད་རེད་དེང་སང་ཐེག་པ་དམན་པའི་ཆོས་དེ་ཚོ་ཐེག་པ་དམན་པའི་བློ་དམན་པ་ཅིག་ལ་ལྟོས་ནི་སངས་རྒྱས་ཆོས་གསུང་བ་རེད་ཁོ་རང་ཁོ་རང་ལ་ཐེག་པ་དམན་པའི་ཆོས་དེ་ཕན་ཐོག་ཆེ་ཡོད་རེད་ཐེག་ཆེན་གི་ཆོས་དེ་གསུང་ཡོང་དུས་གང་ལ་ཁོ་ལ་གོ་གི་མ་རེད་ངས་ལྟ་བ་དཔེ་བཞག་ཡོད་དེ་དཔེ་ན། College། འགྲོ་དགོས་འདུག་བ་མི་ཁ་ཤས་སློབ་ཆུང་པགས་ས་མཐོ་པོ་བྱས་ཏེ College University དུ་འགྲོ་དགོས་འདུག་བ University ནང་ལོགས་ལ་སློབ་སློབ་ཚན་གཅིག་ཡོད་རེད Syllabus ཟེར་ཏེ། སློབ་ཚན་ཆེན་པོ་དེ་གཏིང་ཟབ་པོ་དེ་འདྲ་ཞིག་ཡོད་རེད Science ཡོད་རེད Mathematics ཡོད་རེད་དེ་ནས Philosophy ཡོད་རེད་དེ་ནས་འདྲ་མ་འདྲ་ཡོད་རེད་དཔེ་གཏིང་ཟབ་པོ་ཡོད་རེད་བ་འོ་འདི་སློབ་ཚན་དེ་དཔེ་མ་ཟིན་ཡག་པོ་རེད་ད་ཟེར་ཡག་པོ་རེད་ད་ཡག་པོ་རེད་འོ་འདི་མ་གལ་ཀིན Kindergarten དེ་འདྲ་པུ་གུ་ཆུང་ཆུང་དེ་འདྲ་ཨེལ་གེ་ཇི་དང་ཡུ་གེ་ཇི་དེ་ཚོ་ལ་འདི་བསླབས་བསྡད་ན་ལྐོག་པ་རེད་ཁོས་ཚིག་གཅིག་གོ་གི་མ་རེད། ཀོས་ཟིག་རེད་དེ་ག་རིང་ན་ཚང་གི་ར་དགོས་མ་རེད་དེང་སང་ཡག་གི་ཡག་པོ་ཡིན་ནའི་མ་གལ་ལབ་ན་ཕན་ཐོག་མ་རེད་མ་གལ་ན་ཁོ་རང་དང་མཚུངས་པ་ཅིག་ལབ་དགོས་མ་རེད་བས་ཨོ་དེང་སང་སངས་རྒྱས་ཆོས་གསུངས་ཚེ་གང་པོ་དེ་སངས་རྒྱས་ཀྱི་ཐོག་ཐོག་ཐོག་ཚོགས་གསུངས་ཤག་མ་རེད་འདུས་བྱས་ལ་ལྟ་གི་ལྟ་གི་ལྟ་གི་ལྟ་གི་བཞིན་གསུངས་ཤག་རེད་དེ་ཡིན་དུས་གང་སངས་རྒྱས་གསུངས་ལ་ནོར་འཁྲུལ་སྤུ་ཙམ་ཡོད་མ་རེད་ད་དབུ་མ་པའི་རྟགས་ཡིན་དུས་གང་ལ་མ་དགེ་བ་འོག་མ་ཐེག་པ་དམན་པའི་ཆོས་དེ་ཚོ་ལ་སྐྱོན་གྱིས་སྲིད་ཀྱི་ཡོད་རེད་སྐྱོན་ཡོད་རེད་ཡ་གི་ད་དུས་གང་ལ་ཡ་གི་ཐོར་བུར་བ་དེ་ལ་ལྟོས་པའི་དེ་སྐྱོན་ཡོད་རེད་སྐྱོན་ཡོད་རེད་དེ་ཡིན་ནའི་འདི་སྡུག་ཅག་འདུག་ཚུལ་ལབ་ས་ཡོད་མ་རེད་ག་རེད་གར་བྱེད་ནི་མ་དགེ་གི་ལས་བོལ་དེ་ལ་ཡོད་དེང་གི་མི་ཚོན་ཚོ་ལ་ཆོས་དེ་དཔེ་མི་སྲིད་ཕན་ཐོག་ཆེན་པོ་ཡོད་རེད་ཁོ་རང་ལ་ཏག་ཏག་བྲིས་དེ་ཡོད་རེད

དོན་ལ་བསམ་བློ་གཏང་དགོས་ན་སྐྱེན་ཚེག་འདི་དང་ཡ་གི་ཉལ་ས་གཉིས་ཁྱེད་རང་གི་གཙང་མ་བརྫི་ས་འདི་དང་མ་གི་སྐྱེན་ཚེག་གཉིས་ཁྱད་པ་ཡོད་ར་ཁྱད་པ་སྤུ་ཙམ་ཡོད་མ་རེད་ད་དུང་མ་གི་སྐྱེན་ཚེག་འདི་གལ་ཆེག་རེད་སྐྱེན་ཚེག་ལ་མ་ལྟོས་པའི་ཡ་གི་ག་བ་ལེགས་རེད་ལེགས་མ་ར་བ་འོ་མ་གི་གལ་ཆེག་རེད་ད་འོ་མ་གི་ལ་ངོ་ཚོས་སྣང་ཆུང་གཏང་གི་རེད་ད་དོ་དེ་ཆིམ་ཐོ་ཡིན་ན་ཤོ་ཨ་ཕུ་སི་ཏི་ག་ན་ཤོ་ག་ཆེ་རེད་ཡ་གི་ཤོ་བུག་མ་ར་བ་དེ་ག་ཚོད་ཡི་གེ་རྩ་ཆེ་བ་བརྩི་གི་རེད་མ་གི་སྡུག་ག་བརྩི་གི་རེད་ག་བ་ཡོང་གི་རེད་དེ་གཉིས་ལ་ཁྱད་པར་སྤུ་ཙམ་ཡོད་མ་རེད་དེང་སང་སངས་རྒྱས་ཆོས་སྦྱང་དུས་གང་འོག་མ་ནས་ཡར་བལྟ་ན་ཡག་གི་ཡོད་རེད་ད་སློབ་ལ་འགྲོ་བ་ཡིན་ད་ལམ་སང་སློབ་ལ་སངས་རྒྱས་ཆོས་གཏིང་ཟབ་པོ་དེ་འདྲ་བཤད་ཡོང་དུས་གང་ལ་དེའི་རྐྱེན་བྱས་ནས་དེ་སོ་སོའི་སློབ་ལ་མ་ཤོམ་དུས་གང་ལ་ཨ་ཁྱེད་ཚ་སྡུག་ཅག་ཅིག་འདུག་འོ་དེ་འདྲའི་བསམ་བློ་དང་ནི་སྡིག་པ་བསགས་ཀྱི་འདུག་བ་དེང་སང་ལམ་སང་ཡི་གེ་ཆེ་ཆེ། ཟབ་ཟབ། འོ་དེ་འདྲའི་ལ་བ་བསྙབ་རྒྱུ་ཡོད་མ་རེད། དེ་འདྲའི་ཞིག་གཅིག་པུ་ཐོབ་དགོས་ཀྱི་འདུག་བསམ་ཡ་ཡོད་མ་རེད། འོ་རྒྱུ་མཚན་དེ་ཡི་ཕྱིར་སངས་རྒྱས་ཆོས་གསུང་ཚན་གང་པོ་དེའི་དྲང་དོན་དང་ངེས་དོན། ལྡེམ་དགོངས་སོགས་འདི་གསུངས་ཡོད་དེ། དྲང་དོན་དང་ངེས་དོན་གྱི་དབང་དུ་གསུངས་བ་གཉིས་ཡོད་དྲ་གསུང་དང་མ་དྲ་བ་གཉིས། གཅིག་དྲང་དོན་གྱི་དབང་དུ་གསུངས་བ་རེད་གཅིག་དྲང་ངེས་དོན་གྱི་དབང་དུ་གསུངས་བ་རེད། དྲང་དོན་གྱི་དབང་དུ་གསུངས་ཟེར་དུས་གང་ལ་དཔེ་ན་ཆ་བཞག་ཡ། ད། ཕ་མ་ཚོ་གར་གཅིག་རེད་ཕ་མ་ཚོ་སྤུ་གུ་ཡོད་དེ་གའི་ཚོ་གི་གར་གནང་གི་རེད་སྤུ་གུ་ཤིན་ཅུའི་གཅིག་ད་ཞེ་དྲག་ཞེ་དྲག་འགྲོ་ཐུབ་ཀི་མི་འདུག་ན། དེ་ནི་དེའི་རྐྱེན་ཚེག་གི་མང་པོ་ཡོད་རེད་མ་མ་རེད་ཆོག་ཆོག་དེ་ནི་མང་པོ་ཡོད་རེད་བ། དེང་སང་ཨ་མ་འདི་ལབ་གི་རེད་ཨོ་སྤུ་གུ་ཤིན་ཅུ་འདི་ལ་ཨོ་དྲིན་པ་མང་འགྲོ་མ་གཏོགས། ཕ་སྐད་ལ་གར་ཡོད་རེད་བདུད་ཡོར་དག་གསུངས། གར་ཚུར་ལ་འདུག་གི་འདུག་པས་ང་ཚོས་ངོ་ཚོའི་ལུང་པའི་ནང་ལ་ཨ་ཛི་བ་ལ་ཡིན་ཟེར། ཞེད་སྣང་ཚ་བོ་དེ་བདུད་དེ་འདྲའི་ཡོར་དག་བུ་བདུད་ཡོར་དག་གསུངས་གི་སོང། དོན་ལ་ཕ་གི་སྦུག་ཏུ་ཡོ་རེ་བ་ཡོ་མ་རེ་བ་འདི་དྲང་དོན་རེད། དྲང་དོན་གར་བྱས་ནས་གནས་སྐབས་ཀྱི་འདི་ལབ་སོང་ན། དེ་སྤུ་གུ་འདི་ཕ་གི་སྒྲོག་རེ་བས་སྒྲོག་མ་རེད་མ་སྒྲོག་ན་ཡང་གཡང་ལ་ཟ་ཡ་ལ་ཟོ་བ་ཉེན་ཁ་ཚ་བོ་འདི་ཡོང་མ་རེ་བ། དཔེར་ན་དེ་གར་ཚོ་སི་ཏོབ་འདི་འདྲས་མེ་བཏང་གི་ཡོ་རེད་མེ་བཏང་དུས་གང་ན་དེ་ལམ་སང་འདི་འདིའི་འགྲམ་ལ་བ་སྒྲོག་གི་ཡིན་ན། ལག་པ་བཅངས་སོང་ན་ཚིག་སྒྲོག་རོགས་ཨ་སྤུ་ཀུན་ན་བསམ་བློ་བཏང་ཤིང་མ་རོགས་ཨོ་དེ་འདྲས་ཡོད་ས་ལ་འཇིགས་སྣང་དང་པོ་ནས་འཇིགས་སྣང་ཅིག་ཁུར་ནས་ཨོ་དེ་འདྲས་བ་སྒྲོག་མ་ཐུབ་པས་མི་ཁོ་ལ་ཞེད་སྣང་རྩ་པོ་ཅིག་བསྐུར་ཡོང་འདུག་ག་ན་ཨོ་ཕ་གི་ཅིག་ཡོད་ཀྱི་རེད་བསམ་ཡོད་དེ་འདྲས་ལབ་བས་ན་དོན་ལ་འདི་ཡོག་མར་དེ་ཡིན་ནའི་ཚིག་དེ་ལབ་ཡོང་དུས་གང་ལ་ཁོ་ལ་ཕན་ཐོག་གི་འདུག་ན་དེ་དྲང་དོན་རེད་རེ་ཞིག་ཕན་ཐོག་པ་རེད་གནས་ལུགས་ངོ་མ་རེད་བས་མ་རེད་ཕ་གི་བདུད་ཡོད་རེད་བུད་ཡོད་རེད་ཡོག་མ་རེད་མེད་ནའི་བུད་ཡོག་རེད་ད་ལབ་སོང་ན་དེ་ཁོ་ཞེད་སྣང་ཅིག་སྒྲོག་མ་རོགས། ཨོ་རྒྱུ་མཚན་དེ་ཡིས་ཀྱིས་སངས་རྒྱས་བཅོམ་ལྡན་འདས་ཐེག་པ་སྨན་པའི་ཆོས་དེ་ཚོ་ལ་ཚང་མ་ལ་གར་གསུང་བ་རེད། གང་ཟག་གི་བདག་མེད་དང་ཆོས་ཀྱི་བདག་མེད་ལམ་སང་མ་གསུང་བ་ཅི། ཨོ་ད་ཡོད་རེད་ཟེར་ཨང་ད་ཡོད་རེད་གསུང་ཡང་སྐབས་ག་ལ། གལ་ཆེ་ནི་སངས་རྒྱས་བཅོམ་ལྡན་ང་དེའི་སྐབས་སུ། ང་དེའི་སྐབས་སུ་དེ་སྐྱེ་བ་དེ་འདྲས་ཅིག་ལས་ཡོད། ཨོ་ང་དང་ང་ཟེར་འདུག་དེ་འདྲས་མང་པོ་གསུང་བར་སངས་རྒྱས་བཅོམ་ལྡན་སངས་རྒྱས་བཅོམ་ལྡན་འདས་བདག་སྤང་ཚར་བ་ཡིན་ནས་ད་དུང་ང་གསུང་གི་འདུག་བ། ཨོ་འདི་དྲང་དོན་གྱི་དབང་དུ་གསུང་བ་རེད་སངས་རྒྱས་ལ་ང་དང་བདག་ཟེར་ཡ་ཡོད་མ་རོགས། དྲང་དོན་གྱི་དབང་དུ་གསུང་བ་རེད་སངས་རྒྱས་ནོར་བ་མ་རེད། ཨོ་ད་དྲང་དོན། ད་ད་འདོད་བོད་ཀྱི་ནག་དེའི་ཡོར་གར་སོ་བདེ་མོའི་ནག། ད་བདེ་མོའི་ཁྱོད་རྣམས་སུ་མང་པོ་ལོ་ཙཱ་རོ། བདེ་མོའི་ཡས་ཀྱི་སྒོ་དང་པོ་དུ་བ་གཅིག་ལ་སྟག་སྔའི་དོན་དག་བཤད་པས་ན། ཀུན་དགའ་བོ་གསུང་བ་རེད་གཙང་གཅུས་བཅོམ་ལྡན་འདས། ཁྱེད་རང་ནུབ་ཀྱི་ཕྱོགས་ལ་ཁ་ལྟོས་དང་གསུང། ཕྱག་ཅིག་འཚལ་ཕྱག་ཅིག་འཚལ་དང། ནུབ་ཕྱོགས་བདེ་བ་ཅན་དུ་སྐྱེ་བར་འགྱུར་རོ་གསུང་བ་དེ། ནུབ་ཀྱི་ཕྱོགས་ལ་ཁ་བལྟ་ཕྱག་གཅིག་འཚལ་ལ་ནུབ་ཕྱོགས་བདེ་བ་ཅན་དུ་སྐྱེ་བར་འགྱུར་རོ་གསུངས། འདི་དྲང་དོན་རེད་མ་གཏོགས་ངེས་དོན་མ་རེད། ཕྱག་གཅིག་འཚལ་བ་དང་ལམ་སང་བ་གད་ཕྱིས་མ་ཐག་ཏུ་ནུབ་ཕྱོགས་བདེ་བ་ཅན་ལ་སྐྱེ་གསུང་གི་ཡོད་མ་རེད་འོ་ན་ག་རེ། འོ་དེ་དགོངས་གཞི་གཞན་ལ་དགོངས་ནས་གསུང་གི་རེད། དེབ་དགོངས་དགོངས་པ་རྒྱས་སུ་འདི་ནས་མ་འགོད་རེད། ཨོ་ཁྱེད་རང་ཕྱག་གཅིག་འཚལ་དང་དེའི་རྐྱེན་བྱས་ནས་ཐར་པའི་ས་བོན་བཏབ་པ་རེད་དེ་ནས་རིམ་པས་བྱས་ནས་ས་ལམ་རིམ་བགྲོད་ཀྱི་སྒོ་ནས་དེ་ནས་མཇུག་ལ་ཁྱེད་རང་མངོན་པར་རྫོགས་པར་སངས་རྒྱས་སོ་གསུང་བ་རེད་མ་གཏོགས་ཚིག་ནང་ལ་ཁྱེད་རང་ཕྱག་འཚལ་དང་ནུབ་ཕྱོགས་བདེ་བ་ཅན་དུ་སྐྱེ་བར་འགྱུར་རོ་ཟེར་ཐལ་གང་རེད་དོ། ཚིག་དེ་ལ། ཨོ་དེ་འདྲས་ཡོད་རེད། སྐབས་འགར་ལ་གསང་སྔགས་ཆོས་དེ་འདྲས་ལ་ཕ་དང་མ་ནི་བསད་བྱ་ཞིང་ཟེར་བར་ཚིག་དེ་འདྲས་དང། ཨོ་འདི་གསུང་ཨེ་དེ་མི་ཁ་ཤིག་གི་ཧ་མ་གོ་ཞེས་དྲང་དོན་གྱི་ཚིག་དེ། ཚིག་ལམ་སང་སྒྲ། སྒྲ་ཐད་ཀར་བ་དང། སྒྲ་དོན་འགྱུར་ཟེར་སྒྲ་གོ་རྒྱུ་ཡོད་དེ་ལ། དོན་གཞན་དག་ཅིག་གོ་ཨེ་ཡོད་ག་རེ་ཡོད། ཕ་དང་མ་ཟེར་ན། འདི་མ་རིག་པ་དང་སྲེད་པ་གཉིས་ལེན་པ་དང་སྲེད་པ། དེ་ནི་ཡན་ལག་བཅུ་གཉིས་ནང་ནས་སྲེད་པ་སྲེད་པའི་རྐྱེན་གྱིས་ལེན་པ། ལེན་པའི་རྐྱེན་གྱིས་སྲིད་པ་གསུངས་པ་དེ་འདྲའི་ཡན་ལག་བཅུ་གཉིས་ནང་ལ། འོང་དེ་མ་རིག་པ་དང་སྲེད་པ་གཉིས་རེད་ཁམས་གསུམ་འཁོར་བ་ལ་ལྷུང་བའི་རྒྱུ་གཙོ་བོ་དེ་མ་རིག་པ་རེད་དེ་ནི་སྲེད་པ་དེ་རེད་སྲེད་པ་སེམས་འདོད་ཆགས་དེ་རེད་འོང་དེ་གཉིས་ཀྱི་རྐྱེན་བྱས་ན་ཁྱེད་རང་ཐར་པ་དེ་འགྲོ་བཅུག་གི་ཡོད་མ་རེད་འཁོར་བ་ལ་ལྷུང་གི་ཡོད་རེད་དེ་གཉིས་དེ་ཕ་མ་འདྲ་པོ་དེ་དམྱལ་བ་ལ་ལྷུང་བའི་ཁམས་གསུམ་འཁོར་བ་ལ་ལྷུང་བའི་ཕ་མ་ལྟ་བུ་དེ་འོ་དེ་གཉིས་རེད་དེ་གཉིས་བསལ་བྱ་རེད་གསུང་བ་རེད་མ་གཏོགས་དོན་དག་ཧ་མ་གོ་ཆོད་སོ་སོའི་ཨ་ཕ་སྲས་ཨ་མ་སྲས་ཟེར་མཁན་དོན་གོ་འགྲོ་གི་རེད་ཟེར་འོ་དེ་ཡིན་ཙང་དྲང་དོན་ངེས་དོན་གྱི་ཚིག་དེ་ཚོ་གསུང་བ་དེ་ཚོ་དོན་དག་དབྱེ་བ་ཕྱེ་ཐུབ་པ་དགོས་རེད་དབྱེ་བ་ཕྱེ་མ་ཐུབ་ན་འགྲེལ་བཤད་ལོག་པ་རྒྱབ་དགོས་རེད་འགྲེལ་བཤད་ལོག་པ་རྒྱབ་དུས་གནམ་ཆ་ཚང་ཕྱིན་ཅི་ལོག་འགྲོ་དགོས་རེད་བན་དོ་ཨེ་དེ་ག་བ་ག་བ་དང་དུ་གནས་འགྲོ་དགོས་རེད་དེ་མཚམས་དྲང་དོན་ངེས་དོན་ཨོ་དེ་དྲང་དོན་ངེས་དོན་བསྟན་པའི་མདོ་སྡེ་དགོངས་པ་ངེས་འགྲེལ་སངས་རྒྱས་བཅོམ་ལྡན་འདས་རྡོ་རྗེ་ཡོར་དེ་མདོ་སྡེ་དགོངས་པ་ངེས་འགྲེལ་ཤུགས་ལས་ཕ་ཚོལ་ཕ་ཚོལ་སུམ་བཅུ་ཚུལ་བཞི་ཡོར་དེ་ནང་འོ་དེ་མདོ་སྡེ་དགོངས་པ་ངེས་འགྲེལ་དེ་ཀློག་གི་ཡིན་ན་དེའི་ནང་ལ་དྲང་དོན་དེ་རེད་ངེས་དོན་གྱི་དབང་དུ་སངས་རྒྱས་གསུང་ཚད་གང་པོ་ཐམས་ཅད་འོག་མ་འོག་མ་ལ་ལྟོས་ནས་གོང་མ་གོང་མ་དུ་འཛོལ་ངེས་དོན་རེད། གོང་མ་གོང་མ་ལ་ལྟོས་ནས་འོག་མ་འོག་མ་དེ་གྱེས་དེ་དྲང་དོན་རེད། ཉན་ཐོས་བྱེ་བྲག་སྨྲ་བ་མདོ་སྡེ་པ་སེམས་ཙམ་པ་དབུ་མ་པ་དུ་བ། དེ་དབུ་མ་པ་ལ་ལྟོས་པའི་སེམས་ཙམ་པ་དེ་དྲང་དོན་རེད། ཡང། སེམས་ཙམ་པ་ལ་ལྟོས་པའི་འོག་མ་མདོ་སྡེ་པ་དུ་འཛོལ་དྲང་དོན་རེད་ཡ་ཡི་སྒང་དེ་ངེས་དོན་རེད། འོ་དིང་སང་སངས་རྒྱས་བཅོམ་ལྡན་འདས་མི་ཕམ་རིན་པོ་ཆེ་གིས་དཔེ་ཆ་གཅིག་ནང་ལ་དོན་རྣམ་པ་ངེས་པ་ཤེས་རབ་རི་རེད་ན་གང་ཟག་ལ་མ་ལྟོས་ཆོས་ལ་ལྟོས་ཆོས་ཚིག་ལ་མ་ལྟོས་དོན་ལ་ལྟོས་དོན་དྲང་དོན་ལ་མི་ལྟོས་ངེས་དོན་ལ་ལྟོས་ངེས་དོན་རྣམ་ཤེས་ལ་མི་ལྟོས་ཡིད་ཤེས་ལ་ལྟོས་གསུངས་ཏེ། ངེས་དོན་དྲང་དོན་དང་ཤེས་ཀྱི་འདུག་བ། གང་ཟག་ལ་ལྟ་རྒྱུ་ཡོད་མ་རེད་དེའི་ཤེས་ཡས་ཀྱི་ཆོས་ག་རེ་ཐོག་དེ་ལ་ལྟ་དགོས་རེད། ང་ཚོ་ལམ་སང་འདི་ལྟ་གི་མར་ཆོས་ག་རེ་ཞིག་འདུག་དེ་ལ་ལྟ་གི་མར་གང་ཟག་ལ་ལྟ་གི་གང་ཟག་དེ་ག་འདྲས་འདུག་བ། སློབ་ཕྲུག་ཁྲི་ཕྲག་འབུམ་ཕྲག་མང་པོ་ཁོས་བྱས་ལ་རྒྱུགས་འགྲོ་འདུག་ཁོ་ད་ཞི་བུ་ཅན་གྱི་རེད་བསམ་གང་ཟག་རེ་ལྟ་གི་རེད། གང་ཟག་ལ་ལྟ་ཡ་ཡོད་མ་རེད་བསམ་ད་གང་ཟག་དེ་འདྲས་རྫིག་པོ་ཡ་ཡོད་རེད་དཔེར་ན་སངས་རྒྱས་བཅོམ་ལྡན་འདས་གུ་རུ་རིན་པོ་ཆེ་ལྟ་བུས་གང་ཟག་གི་ཁྱད་པར་བ་རེད་ལ་ཆོས་གའི་ཁྱད་པར་བ་གསུངས་གི་རེད་དེ་འདྲས་ནི་ངོ་ཚོས་ངོ་ཤེས་ངས་ལམ་སང་རྟོགས་ཐུག་མ་རེད་བ། དེང་སང། མི་ཕྱིའི་ཐོག་ལ་ད་ཡ་གལ་ཡོད་མ་རེད་གསུངས་གང་ཟག་ལ་མི་སྟོན་ཆོས་ལ་སྟོན་གསུངས། ཁོས་ཆོས་བཤད་ཡ་དེ་ག་རེ་བཤད་གི་འདུག་དེ་གལ་ཆེ་གི་རེད་གང་ཟག་དེ། རྫིག་མ་རྫིག་སྐད་ཆ་ཡོད་མ་རེད་དེ། ཕོ་མོ་ཁྱད་པ་ཡོད་མ་རེད་དེ། གྲྭ་བ་དང་མི་སྐྱ་གི་ཁྱད་པ་ཡོད་མ་རེད། འོ་དེ་འདྲས་བྱས་ན། དེ་དྲང་དོན་ལ་མི་སྟོན་ངན་དོན་ལ་སྟོན་གསུངས་དྲང་དོན་དེ་མཐར་ཐུག་མ་རེད། མཐར་ཐུག་བརྩི་ཡ་ཡོད་མ་རེད་རེ་ཞིག་ཕན་པ་ཡོད་རེད་དེ་ཧ་གོ་ཚར་སོང་ན་དེའི་རྗེས་ལ་འོ་ད་དེ་ཡག་པོ་རེད་མི་འདུག་བསམ་ལ་དེ་ནི་གཞི་ནས་ངན་དོན་ལ་ཡར་འགྲོ་དགོས་རེད་འདུག་གསུངས་རིམ་པ་བཞིན་ཡར་འགྲོ་དགོས་རེད། དེ་ཡིན་ཙང་དེའི་ནང་ལ་དྲང་ངེས་ལྡེམ་དགོངས་ཀྱི་གསུང་སྣ་ཚོགས་པ་རྣམས་སྟེ། དེ་ཚོ་བརྡ་མ་སྤྲོད་པ་དེའི་དོན་དག་ཧ་མ་གོ་བར་བྱེད། དེ་ནི། བརྡ་མ་སྤྲོད་པར་གསུངས་ན་ད་བརྡ་མ་སྤྲོད་པ་དག་ཏུ་ཁོའི་ནང་ལ་ཚིག་གི་དྲང་དོན་དེ་ངེས་དོན་ཡིན་བསམ་སྟེ་མཐར་ཐུག་རེད་བསམ་སྟེ་བདེན་པར་བཅའ། བདེན་པར་བཅའ་ཡོང་དུས་གང་ན་དེ་ཁོའི་དོན་ཁོའི་ལམ་ལ་འཇུག་འགྲོ་དུས་གང་ན་འབྲས་བུ་ཐོབ་ཡ་ཡོད་མ་རུང། དོལ་ཟུར་ཚོ་ནི་ཁོ་གི་ད་ཆོས་ལ་ཁ་བཏང་ཡ་ཉན་དགའ། ཁོ་རང་བདག་མ་བསྒྲོད་པ་ཧ་མ་གོ་བ་བྱས། དེ་འདི་འབྲས་བུ་མ་ཐོབ་དུས་གང་ལ་བཀོད་དེ་ཆོས་དང་གང་ཟག་ལ་སྐུར་བ་ལྟ་བའི་ཉེན་ཁར་འདོད། ཚིག་དང་དོན་དུ་འཛོལ་ནས་ཟེར་ཚིག་དང་དོན་གཉིས་འཛོལ། འཛོལ་ཟེར་ན་ནོར་ནས་འཁྲུལ་ནས་ཟེར་བས། འདི་ཆོས་ཁས་རང་རེད་དོ། འགྲེལ་ཆུང་བ་ཚོ་གིས་འཛོལ་ཟེར་མཁན་གྱི་ཚིག་མང་པོར་འཛོལ་བཤད་ངས་འདི་ངས་ཀྱི་འཛོལ་འཛོལ་བས་ཟེར་འཛོལ་བཤད། ཚིག་དེ་བེད་སྤྱོད་དམ་པོ་དང་མཛོད་ཚིག་གི་དེ་ཆོས་སྐུའི་རང་རེད་ཤ་སྟེ། སྙིང་རྗེ་བོ་དེ་བོད་སྐད་ནང་ལ་སྤུ་ཏོ་སྟེ། ཚིག་དོན་མཛོད་ནི་ཡང་དག་པའི་ཆོས་དང་རྒྱབ་འགལ། ཡང་དག་པའི་ཆོས་དང་ཚིག་དོན་གཉིས་གོ་ནོར་འཁྲུག། གོ་རིམ་འཁྲུག། དེ་ནི་དོན་དེ་ཧ་མ་གོ། ཚིག་དེ་ཕ་གི་གར་ལབ་པ་དེ་ད་གར་ཡིན་གྱི་རེད་བསམ། འོ་དེ་འདྲས་ལ་གོ་ཁོ་སོང་ན་དེ་ནི་པད་སྐོར་ཚིག་དོན་རྒྱབ་འགལ་འགྲོ་གུར་དང་གོ་གཉིས་གོ་ལྡོག་གུར་དེ། གོང་འོག་ནོར་གནས་གསུངས་ན་ས་གོང་འདི་འོག་མ་ལ་གསུངས་འོག་མ་འདི་གོང་མ་ལ་གསུངས། དེ་འདྲའི་གསུངས་ན་ཡང་འགྲིག་མ་རེད། གསུངས་ནས་བསྟན་པའི་བབས་དང་འགལ་ཏེ། བསྟན་པའི་བབས་སི་ཏུ་ཁང་སངས་རྒྱས་བཅོམ་ལྡན་འདས་བསྟན་པ་དང་པོ་བྱུང་བྱུང་བབས་དེ་ཡེ་ནས་མ་ཤེས་བུར་བ་སངས་རྒྱས་བཅོམ་ལྡན་འདས་ནས་མ་དེ་ནས་ཁར་ཀུན་དགའ་བོ་འོད་སྲུང་ཆེན་པོ་དེ་ནས་མ་འདུག་མ་བསྟན་པའི་བསྟན་རབ་བདུན་མ་རིམ་པ་བཞིན་ཡོངས་གུག་མ་འདུག། གང་ལྟར་ཡང་ཟེར་བསྟན་པའི་བབས་དང་འགལ་ཏེ། ཉན་པ་དང་འཆད་པ་དང་སྒོམ་པ་གང་གི་དུས་སུ་ཡང་འགལ་བ་འདུག་སྟེ། ཆེ་ཉེས་སྒོམ་གར་གཅིག་ཡིན་ན་འགལ་བ་དེ་འགལ་བ་ལ་བཞག་རྒྱུ་ཡོད་མ་འགལ་བ་ཟེར་ན་ཁོ་ཚོའི་རྒྱབ་གཅིག་གར་སོ་རེད་ཡིན་པ་དེ་མ་ཡིན་པ་མ་ཡིན་པ་དེ་ཡིན་པ་ལབ་གི་ན་འགལ་བ་རེད་དེ་དེ་གཉིས་གཉིས་མ་ཡིན་པ་བྱེད་ཚུལ་སྡུག་གོ་རེད་ཚིག་སྒྲིག་གོ་རེད་ད་འགལ་བ་སྡུག་ཟེར་དུས་གང་ན་འཁྲུལ་བསྡད་ཡོད་ན་དེ་མ་འཁྲུལ་བ་བཟོ་གོ་རེད་བཟོ་བའི་ཐབས་ཤེས་དང་བ་དོན་ལོག་པར་བཟུང་ན་ལོག་རྟོག་རྒྱུན་འབྱམས་ནས་རང་རྒྱུད་རེད་དོན་ལོག་པར་བཟུང་ན་ས་ལོག་རྟོག་རྒྱུན་འཁྱམས་ནས་ཏེ། ད་དོན་ལོག་པ་ཞེས་པ་ད་ལོག་པའི་རྟོག་པ་དེ་དེ་ནས་གཅིག་པ་ཐམས་ཅད་སོ་སོའི་སེམས་ཀྱི་ནང་ལ་དེ་རྒྱུན་རིང་པོ་ཅི་བསྡད་རྒྱུན་འཁྱམས་སྲིད་དུས་གང་ལ་དེ་ལ་མགོ་འཁོར་འདས་ནས་དེ་ནི་ཁམས་གསུམ་ཁ་འཁོར་བ་ནས་ཐར་བའི་དུས་ནམ་ཡང་མི་སྲིད་པར་ཏེ་རང་རྒྱུད་ཆུད་ཟོས་སུ་འགྱུར་ཞིང། བསྟན་པའི་རྐང་འདྲེན་པ་ཡིན་པས་སོ་ཏེ་རང་གི་རྒྱུད་སོ་སོའི་སེམས་དེ་ཆུད་ཟོས་འཕྲོ་བརླག་འགྲོ་གི་རེད། དོན་ལོག་པ་གྱི་རྩིང་གིས་ན་སོ་སོའི་སེམས་དེ་འཕྲོ་བརླག་འགྲོ་གི་རེད་དེ་བདེ་རྩའི་གང་པོ་ཐམས་ཅད་སྡིག་པ་རེད་འཁོར་བའི་ནང་ལ་ལྷུང་ཡ་གི་རྒྱུ་རེད་བསྟན་པའི་རྐང་འདྲེན་ཡིན་ཞབས་འདྲེན་རེད་ད་ད་ཞབས་འདྲེན་ཟེར་དུས་གང་ན་འདུག་ག་དེ་ལ་ཚིག་དེ་བེད་སྤྱོད་དེ Respect བྱེད་ན་ཡག་པོ་མི་འདུག་ག་ཞབས་འདྲེན་ཟེར་དེ་ཚིག་དེ་ཁྱད་མཚར་བོ་མཐོང་གི་ཟེར་བོད་སྤྲུལ་རིན་པོ་ཆེ་རྐང་འདྲེན་གསུང་དོན་ད་དུ་མ་འཐེན་གྱིན་དེ་སྡུག་གར་བ་ཞབས་འདྲེན་རེད་མི་འདུག་བ་རྐང་འདྲེན་རེད་འདུག་བ། ཨོ་འདི་སྲུང་སྐྱོབ་དེ་རྐང་འདྲེན་ཡིན་པས་དེ་དག་སྤངས་ཏེ་ཚིག་བརྡ་དོན་གོང་འོག་ཐམས་ཅད་མ་ནོར་བ་ཡང་དག་པའི་ལམ་ནས་སྟེ། དེང་སང་དེའི་སྒང་ལ་ཡོད་པའི་གི་ལོག་རྟོག་དང་འཁྲུལ་བ་དང་དེ་ནི་ཚིག་འཛིན་ལ་དོན་མ་འཛིན་པ་དང་དོན་འཛིན་ལ་ཚིག་མ་འཛིན་པ་དང། ཨོ་ད་དེ་འདྲས་གི་ཕྱིན་ཅི་ལོག་གི་ལྟ་བ་འགལ་བ་དེ་འདྲས་སྤངས་རྐྱང་རྐྱང་དེ་དྲང་དོན་ངེས་དོན་གི་དབྱེ་བ་དེ་ཚོ་ཧ་མ་གོ་ད་མ་སྤྲོས་པ་དེ་བཟུང་ནས་དེ་ཚོ་ཐམས་ཅད་དེ་སྤ་སྤངས་འགུགས་རེད། དེ་ལྟར་སྤངས་ཏེ་གོང་འོག་མ་ནོར་བར་བྱས་ནས་ཡང་དག་པའི་ལམ་ལ་འགྲོ་གི་ཡིན་ན། དེ་སེམས། ཡང་དག་པའི་ལམ་ནས་སེམས་ལ་འཛིན་པ་ཡིན་ན། སེམས་ཀྱི་ནང་ལ་ཉལ་བ་ཡིན་ན། གང་དཀའ་དཀའ་དང་མང་བ་ཡང་མི་འཛིན་སྙམ་དུ་འགྱིག་མི་བླུགས་པ་སྙིང་རུས་ཀྱིས་འཛིན། ད་དཀའ་ལས་ཁག་པོ་དེ་འདྲའི་གང་དཀའ་དཀའ་ཟེར་དུས་གང་ལ་དཀའ་ལས་ཁག་ས་གནས་འགའ་ཆེ་ས་དེ་འདྲའི་སླད་དུ་གང་ལ། ད་དེ་དག་ཐུག་ས་མ་རེད་དེ་ངའི་ཐུག་མ་རེད་ཟེར་དེ་དག་ལམ་སང་སོ་སོ་སོ་སོའི་དཔའ་ཞུམ་འགྲོ་དེ། དེ་ལ་སྒྱིད་ལུག་པ་ཟེར་དེ་སྒྱིད་ལུག་པ། སྒྱིད་ལུག་པའི་ལས་ལོ་ཟེར་དེ་སོ་སོ་སོ་སོ་ལ་བརྙས་བཅོས་བཏང་གི་དེ། སོ་སོ་ལ་བརྙས་བཅོས་བཏང་སོང་ནས་སྡིག་པ་ཞེ་དྲག་ཡོད་ཟེར་དེ། སོ་སོ་ལ་བརྙས་བཅོས་བཏང་སོང་ནས། གར་བྱེད་ནི། འདི་ད་ག་ཕལ་པ་དེ་འདྲའི་མར་དག་མེད་དེ། ག་རེ་རེད་དོ་འདི་སངས་རྒྱས་ཀྱི་རྟགས་བྱང་ཆུབ་སེམས་དཔའ་འདི་ནང་ལོགས་ལ་སངས་རྒྱས་དངོས་དེ་བཞུགས་ཡོད་ཟེར་གོ་དེ་འོ་དེ་སོ་སོ་སོ་སེམས་ཅན་རེ་ལ་སངས་རྒྱས་ཀྱི་སྙིང་པོ་ཅན་དེ་ཡོད་རེད། གང་དཀའ་དཀའ་དང་མང་བ་ཡང་མི་ཟིན་སྙམ་དང་དཀའ་ལས་ཁག་ས་དེ་གེ་དེ་ངས་འཛིན་ཐུག་ས་མ་རེད་མང་པོ་དེ་འདྲ་ངས་འཛིན་ཐུག་ས་མ་རེད་བསམ་གྱི་འདུག་ན་སོ་སོ་སོ་སོ་ལ་སྣང་ཆུང་དང་ངས་ཐུག་པོ་མ་རེད་ལབ་རེད་བ་འོ་དེ་ལ་ག་རེ་ཟེར་རེད་ལེ་ལོ་རེད་ལེ་ལོའི་ནང་ནས་ཀྱང་བགྱིས་འདུག་པས་ལེ་ལོ་ཟེར། བགྱིད་ཟེར་ན་བགྱིད་ཟེར་ན་དེ་ལ་ཟེར་གྱི་ཡོད་ཟེར། ངོ་ཚ་སྐབས་འགའ་ལ་བགྱིད་ཟེར་ན་རྐང་པ་དང་པུས་མོ་དང་དེ་འདྲས་ད་བགྱིད་ལུགས་ཟེར་དུས་ག་ན་རྐང་པ་དེ་ཚོས་གི་དེ་ཅོག་པོ་ཆགས་དུས་ག་ན་གཟུགས་པོ་དེ་འཁྱོངས་གི་ཡོད་མ་རེད། དེ་ཡར་ལངས་ཐུབ་མ་རེད། འོ་དེ་འདྲས་ཅིག་ལས་ཁུག་རེད་དོན་དག་ག་རེ་ཟེར་གི་འདུག་སོ་སོ་སོ་ལ་བརྙས་བཅོས་བཏང་སོང་ན་དེ་ནས་ལ་ལམ་འགྲོ་རྒྱུ་ཨེ་ད་ག་བ་ག་བ། སོ་སོའི་འདོད་དོན་ཐམས་ཅད་ད་སྒྲུབ་ཡ་ག་བ་ག་བ། གནས་སྐབས་ཏིས་སུ་ཅིག་ཕན་པ་ཡོང་ཡ་དེ་ལ་འགྲོ་དེ། དེའི་ལུགས་པའི་ལེ་ལོ་བྱས་སོང་ན་སོ་སོ་ལ་ཐུབ་ཚོད་བཏང་ཡ་ཡོད་མ་རེད། འདི་ཨང་ངས་ཐུག་མ་རེད་ང་སྐྱོ་བོ་ཡིན་ངས་འཇོན་གི་མ་རེད་ང་ལ་རྒྱུ་མེད། ཨང་ངས་འཇོན་ང་ལ་རིག་པ་མེད་ཟེར་དེ་འདྲའི་ལབ་ཡེངས་ཁོ་ར་ཡོད་མ་རེད་མེད་ན་རིག་པ་མེད་ན་སློབ་སྦྱོང་བྱེད་དགོས་རེད། ཨང། གྱིས་མི་ལུགས་གྱིས་མི་ལུགས་པར་སྙིང་རུས་ཀྱིས་འཛིན་སོ་སྙིང་རུས་བྱེད་དགོས་རེད། སེམས་རྩེ་གཅིག་ཏུ་གཏད། སྙིང་ཁུང་རུས་པའི་སྟེང་དུ་པ་གཅིག་པ། སྙིང་ལ་པ་ཟུག་སོང་བསམ་པ་བྱས་ནས། དེ་ནས་བྱང་འདྲེས་ཀྱི་སྔོན་འགྲོ་འདི་ལ་སྔོན་འགྲོ་ཟས་རིགས་ལྔ་གཟིགས་འདུག་བ། པས་ཚིག་དེ་གཉེན་པོ་བཞི་བོ་རེ་ཟེར་ཟིན། སྙིང་ལ་ཟེར་བཏབ་པ་ནང་བཞུགས་པ་སོགས་ན་ཚའི་འཕན་པ་ལ་ཧང་སང་ཡ་དང། གཅིག་སྙིང་ལ་པ་གཙོ་བོ་ན་ཤ་འཕན་པོ་རེ་ཞིག་བྱུང་བསམ་ཚར། འོ་འདི་བྱས་ནས་གསུངས་པ་རེ་ཟས་རིགས་ལྔ་གཟིགས། ཨོ་ད་འདི་རེད་འདུག་བ། སྙིང་རུས་སི་ལ་ཀུན་འདུག་དེར། སྙིང་ཁོང་རུས་པའི་གཏིང་ལ་དཔག་སྔོན་ནས་ཕན་ཤག་ཤག་དེ་འདྲའི་བསམ་བློ་བཏང་ནས་དེ་ནི་སོ་སོའི་དེ་ཆོས་ཡང་དག་པ་ཅིག་ཉན་པ་ཡིན་ན་ཆོས་ཞུས་པ་ཡིན་ན Practice བྱས་པ་ཡིན་ན་བསམ་བློ་བཏང་བ་ཡིན་ན་ད་ཕན་ཡོན་ག་ཚོད་ཡོང་ས་རེད་བསོད་ནམས་ག་ཚོད་བསགས་ཐུབ་ས་རེད། གང་བླ་གང་བླ་བ་དང་ཉུང་བ་ཡང་བླ་ཆོས་ཀྱི་བརྙས་བཅོས་མི་བྱེད་པར་རེད། གང་བླ་བ་དང་ཡང་ལས་སླ་པོ་དེ་འདྲའི་ཡང་དེ་ལྟར་ལས་སླ་བ་རེད་ཟེར་གཡུག་ཤག་དེ། འོ་དེང་སང་སླ་ཆོས་དེ་ཚོ་སླ་བ་དང་གང་སླ་སླ་དང། ཉུང་བ་ཉུང་ཉུང་སླ་བོ་ལས་སླ་བོ་དེ་འདྲས་ཡོད་ན། འོ་དེ་ལ་བརྙས་བཅོས་བཏང་ནས་ཨ་དེ་ཉུང་ཉུང་རེད་དོ་གང་དེ་ལས་སླ་བོ་རེད་དོ་ཟེར་ག་དུས་བྱས་བྱས་རེད་དོ་དེ་འདྲས་བརྙས་བཅོས་བཏང་བ་ཡིན་ན་འགྲིག་གི་མ་རེད་གསུང་བ་དེ། སླ་ཆོས་མི་བྱེད་པར་མི་བྱེད་པར་འཛིན་འོ་དེ་སླ་ཆོས་ཡིན་གཅིག་མིན་གཅིག་སེམས་ཀྱི་ནང་ལ་བཞག་དགོས་རེད། ཆུ་འཇུས་ནས་ཆུ་ཐིགས་བསགས་པའི་རྒྱ་མཚོ་ཟེར་དེ་ན་ཞིག་ཉི་མ་རེ་ལ་ཚིག་རེ་ཟུང་ཟིག་འདུག་ཨ། ཆོས་ཟིན་གི་རེད་ཚིག་རེ་རེ་ནི་ཉི་མ་རེ་རེ་བཟུང་བས་ནི་འགྲིག་རེད་ཨ་ཁས་མི་འདུག་ཉི་མ་ཆེན་པོ་དཀའ་ལས་རྒྱབ་པ་ནི་ཚིག་མང་པོ་པ། ཚིག་ཉི་ཤུ་སུམ་ཅུ་བཤད་ཡང་ཐབས་ཤེས་སྟངས་ཁ་ཕྱེ་ཁ་ཕྱེ་རེད་ཡང་སང་ཉིན་ཉལ་བསྡད་པ་རེད་དེ་གང་རི་བོང་དུ་གཅིག་པ་རེད་དོ། གཅིག་རྒྱུགས་བཞག་པ་རེད་དེ་ནི་ཁོ་ངལ་སེ་རྒྱབ་པ་རེད་དེ་ཁོ་ཤོར་སོང་བ་རེད། ཁོ་འདི་འདྲས་བྱེད་རྒྱུ་ཡོད་མ་རེད་གསུངས་བ་དེ་གང། ཉི་མ་རེ་རེ་ལ་ཚིག་རེ་རེ་ལས་མ་གསུངས་ན་རྒྱུན་བསྲེགས་ནས་སྙུག་སྙུག་བསྲིངས་ནས་རྒྱུན་ཆད་མེད་པར Continuity དེ་བསྐོར་ཏེ། དེ་འདྲའི་རྒྱུན་ཟིན་ཆེ་བས་ན་ཏན་ཏན་དེ་ནི་སེམས་ཀྱི་ནང་ལ་བསྡད་ཀྱི་རེད་འོ་དེ་འདྲའི་སེམས་འཛིན་དགོས་རེད་སོང། མི་བྱེད་པ་མི་བྱེད་པར་འཛིན། གོང་འོག་གི་བབ་བྲལ་མ་ནོར་བར། འོ་རེད་ད་གོང་འོག་གི་བབ་བྲལ་ཟེར་དུས་ག་ལ་སྔ་མ་སྔ་མ་ཕྱི་མ་ཕྱི་མ་ལ་འབྲེལ་བ་ཡོད་དེ། སྔ་ཕྱི་གཉིས་ལ་འབྲེལ་བ་ཡོད་རེད། དཔེར་ན་སྦྱིན་པ་བཏང་སྦྱིན་པ་བཏང་ཚར་བའི་རྗེས་ལ་སྦྱིན་པའི་ཕར་དུ་ཕྱིན་སོང་ན་ཚུལ་ཁྲིམས་སྲུང་ཚུལ་ཁྲིམས་སྲུང་ནས་ཕར་ཕྱིན་སོང་ན་ཚེ་བསོད་བག་འགོམ་དེ་ནི་ཚུལ་འཁྲུལ་ཙམ། གོང་འོག་བབ་སྦྲེལ་ནས་མ་རིམ་པར་བྱས་ནས་བྱེད་དགོས་རེད་ཟེར་རིམ་བཞིན་བྱེད་དགོས་པས། མ་ནོར་བར་ཚིག་དོན་ཐམས་ཅད་ཡང་དག་པར་འཛིན་དགོས་པ་ཡིན་ནོ་ཚིག་དང་དོན་ཐམས་ཅད་སོ་སོའི་རྩེ་གཅིག་ཏུ་སེམས་ན་བརྟེན་སེམས་ན་ལ་ཤ་ཡའི་བསམ་བློ་བཏང་དགོས་རེད། ཉི་མ་ནས་ཉི་མ་སོ་སོའི་དཀའ་ལས་ཀྱང་ནས་འཛིན་གྱི་ཡིན་ན་དེ་ནི་ཁོ་རྗེས་ཡོད་མ་རེད་སེམས་ན་ལ་བརྟན་པོ་བསྡད་ཀྱི་རེད། འང་ཡང་ད་འདི་པོ་ད་ང་ཚོ་ག་རེ་བཤད་པ་རེད་ཟེར་དུས་གང་ལ་སྤང་བྱའི་ཀུན་སྤྱོད་འདི་གས་དེ་ད་ཕྱིན་ཚར་བ་དང། ཀུན་སྤྱོད་ལ་སྤང་བྱའི་གི་ཀུན་སྤྱོད་ཅིག་དང་བླང་བྱའི་ཀུན་སྤྱོད་ཅིག་གཉིས་ཡོད་པ། འོ་ད་སྤང་བྱ་ག་རེ་སྤང་དགོས་ཀྱི་འདུག། སྣོད་ཀྱི། སྐྱོན་གསུམ་དྲི་མ་དྲུག་མི་འཛིན་པ་ལྔ། འོ་དེ་གས་དེ་གོང་དུ་སོང་ཟིན་པར།